ད་ཡོད་ན་ཡིན། ཞུས་བྱས་ནས་དྲི་བ་ནང་ཚོ་སློབ་གཉེར་ཆགས་འགྲོ་འོང་ར། ཡག་ཡོད་ད་དུས་ཚོད་སྐར་མོ་བ་བྱེད་ར། ལགས་སོ། ཨ་ནེ་ད་ཡག་ཉེས་དྲི་བ་གཉིས་པ། ད་ནང་ཤོག་གྲངས་བཅུ་གཅིག་པ་ལ་ཡིན། ལགས་སོ།
ཤོག་གྲངས་བཅུ་གཅིག་པ་གང་ལ་ཡག་ཨ་ནེ། དེ་ཡང་ཐམས་ཅད་ལ་མིན་གྱི། མི་ཡི་མངལ་སྐྱེས་ཚེ་ཡོངས་སུ་རྫོགས་པ་ཨ་ནེ། ཞིག་གི་དབང་དུ་བྱས་དེ་སྲིད་ཀྱི་ད་ནང། རྟེན་འབྲེལ་ལ་བཅུ་གཉིས་དཀར་ས་གནས་སྐབས་ཀྱི་རྟེན་འབྲེལ་ཆ་གསུམ་ནི་མ་བཞག་ཡ་དེའི། མངལ་སྐྱེས་ནང་ནས་མིའི་མངལ་སྐྱེས་ཀྱི་དབང་དུ་བྱས་པ་རེད་ཅེས་བསྡུས་བཀོད་དོ། ད་ནི་དེ་འོང། ད་དེས་ཁྱིམ་མཚེས་ནང་བ་ལ་ག་རེ་ཟེར་བ་དེའང། འདོད་པའི་སྐྱེ་གནས་དང་པོ་གསུམ་གྱིས་བསྡུས་པའི་ཚེ་ཡོངས་སུ་རྫོགས་པ་དང་ལྡན་པ་ལ་དགོངས་པ་ཡིན་གྱི་ཟེར་བྱས། འདོད་པའི་སྐྱེ་གནས་དང་པོ་གསུམ་གྱིས་བསྡུས་པའོ་བསྡུ་བྱ་ཡོད་ད་ཁྱེད་རང་ཚོ་ག་རེ། ཨ་ནི། དེ་ཡང་ཐམས་ཅད་ལ་མིན་གྱི་མིའི་མངལ་སྐྱེས།

སྐྱེ་གནས་བཞི་དེ་ལ་མ་རེད་ལབ་རེད་མ་ག། མ་དང་སྐྱེ་གནས་བཞི་རིགས་ཐམས་ཅད་ལ་མ་རེད་དེ་མ་རེད་ད་གང་དེ་ཡིན་ཟེར་ཨེ་སོ། དུས་དང་ལ་ཅི་ན་ཁྱབ་དགོས་རེད་བས་སོ་ན་ཨ་ན་ཚེ་གསུམ་ལ་རྫོགས་ཚོད་ཞུ་དོ། ཚེ་གསུམ་ལ་བྱུ་ཚོད་དེ་དེ་ན་ད་རྟེན་འབྲེལ་ཨ་ནི་རྟེན་འབྲེལ་ཚ་ཚང་ལ་ཁྱབ་དགོས་རེད་བས་སོ་ན་ཁྱབ་མ་ར་ན་རྟེན་འབྲེལ་ཚ་གཞན་ཡོང་དེ་བྱས་པ་རེད་མ་གཏོགས་རྟེན་འབྲེལ་ཚ་གཅིག་པ་ལ་ཨ་ནི་ད་ག་རང་ད་རྟེན་འབྲེལ་ད་ནི་ག་རེ་མ་རིག་པའི་གནས་སྐབས་ཀྱི་ཨ་ནི་དེ་ད་ག་རང་དེ་བཞག་གི་རེད་བས་སོ་ན་ཚོད་ན་སོང་ལ་རྩ་བ་དང

བྱས་ཙང་མཐར་མི་གཅིག་པའི་དབང་དུ་བྱས་པ་ཡིན་པ་ཡིན་ན་ད་མིའི་ཡོད་ཀྱི་ལས་མ་གཏོགས་གཞན་མེད་ཟེར་འདིར་བ་ད། དེ་མེད་ལ་མེད་ལས་མི་ལ་བྱ་རེད་ད་དེ་ཙང་ཙང་མི་ལ། བྱས་ཙང་དེ་མི་ལ་བྱ་གི་ཡོད་པ་ཡིན་ན་ལ་ས་དེ་ནི་ཁྱིམ་མཚོས་ཀྱི་དེ་ཁྱིམ་མཚོས་དེ་འདི་ཁོ་ཐུ་ཤི་ཡོད་རེད་ད་གནས་སྐབས་ཀྱི་བསྟན་པའི་འདི་ཁོ་ཐུ། ཚེ་གསུམ་ལ་རྫོགས་ཚོད་འདི་ཁོ་ཐུ་ཤི་ཡོད་རེད་རོ།

ད་ད་ནི་ནི་དེ་དགེ་བསྔིས་འདི་ནི་བྱིས་པ་གྱིས་ནི་ངེད་ཅིག་དྲི་བ་དང། མི་དེ་བསེ་བོ་གྱིས།
ད་ནི་མི་བསེ་བོ་ཡང་ཁྱེད་ཀྱིས་འདྲ། ད་ནི་ང་ཚོས་ད་འདྲ་བྱེད་དེ་ནི་ལོག་ཡ། ངོམ་པ་གོང་མ་དང་མཐུན་པ་ཡིན་ན་ཟེར་གྱིས་ནི། ད་ནི་ཚིག་གཉིས་དང་སྲིད་ལ་འཇོག་པར་འདོད་དགོས་རེད་སྐབས་འདིར་ཚེ་མི་གཅིག་པའི་རྗེས་འབྲེལ་གྱི་གཉིས་ཀ་དག་ཤེས་པ་རེད་གསུངས་འགྲོ། ད་འདྲ་དེ་ལ། ད་དེ་བྱེད་འདི་ནི། ད་འདྲ་ང་ཚོས་ངོམ་པ་མཛོད་ཅེས་པ་ནི་ངོམ་པ་གོང་མ་ནང་བཤད་ཅིག་གིས་ད་འདྲ་ང་ཚོས་མཛོད་རང་འགུལ་གྱིས་བཤད་དགོས་རེད་བ། གཟོད་རང་རིག་ཅེས་བཤད་དགོས་རུང་བ། ངོམ་པ་གོང་མ་རྣམ་ཤེས་གཅིག་གི་རྟེན་འབྲེལ་ཚད་གཅིག་གིས་ཟིན་ནས། ཨོ། དེ་འདྲིས་ཀྱི་རྣམ་གཞག་ཡང་ཞག་དང་ཞེན་པ་ཡོད་རུང་བས། ད་ལྟའི་འདི་ག་ས་ང་ཚོས་ནི་སྐབས་ཀྱི་རྟེན་འབྲེལ་གྱིས་ནི་གཟོད་ཀྱི་རང་རིག་བྱེད་དགོས་རུང་བ། དེ་ཡིན་ཏེ། ཚེ་སྔོན་མ་ལ། ནི། ད་ལྟ་ང་ཚོས། འདི་ཆགས་འདུག་ཨ། དགེ་སྡིག་ལས་སོགས་པས་ནི་སྐབས་ཀྱི་ཕུང་པོ་ང་སྟེ་འདི་སྲིད་ཀྱི་རྟེན་འབྲེལ་ཆགས་སོང།

དེ་ནས་འགྲོ་བ་ཞིག་དང་བྱུང་བ་ད་ལྟ་ཆོ་འབྲང་བཅུ་གཅིག་པ་མོ་ལ་ནི་ཤེས་རབ་མ་ཡི་ལུས་ལ་རྟེན་འབྲེལ་ཡང་ལ་བྱུང་ཡོད་པ་དེ་ཚེ་གསུམ་ལ་བུད་ན་རྫོགས་པ་རེད་ཚེ་སྔ་མ་ལ་མ་རིག་པའི་རྟེན་འབྲེལ་དང་ཏིག་གི་ནད་ལོངས་འདུ་ཤེས་ཀྱི་རྟེན་འབྲེལ་རྫོགས་ལ་བྱོས་ར་ད་རང་རྒྱུད་པ་དགའ་བའི་ལུས་ལ་རྣམ་ཤེས་ཀྱི་རྟེན་འབྲེལ་དེ་ཚེ་སྔ་མ་ལ་རྫོགས་པར་བ། ད་ནི་ཤེས་རབ་མ་ཡི་ལུས་ལ་ཚེ་སྔ་མ་ལ་རྣམ་ཤེས་ཀྱི་རྟེན་འབྲེལ་རྫོགས་མ་ད་དེ་ཁྲིམས་ཐག་གི་ཁྱབ་པར་འགྲོ་བ་བྱོས་རེ་ག་འདྲ་རེད་ང་འདི་བདག་གིས་སྒྲུབ་པ་འདི་རེད་ད་ང་འདི་བྱེ་བྲག་མ་ལུས་ལ་རྣམ་ཤེས་ཀྱི་རྟེན་འབྲེལ་འདི་ཚེ་སྔ་མ་ལ་ཚོགས་མི་འདུག་ར། འདི་ར། གྲུབ་རྟགས་གཞན་པ་བྱས་པ་ཡིན་ན་ཚེ་སྔ་མ་ལ་ཚོགས་ཀྱི་ཡོད་ར་འདི་གྲུབ་རྟགས་ཀྱིས་ཁྱབ་པ་ཡིན་ན་ག་ནི་ན་ར། ནང་གི་རོ་ག་བདུད་བདུད་རྩའི་རྫོགས་སོ་དེ་ནི་བཅད་ཤི་ཤི་བའི་ཐོག་ལ་ཡང་དྲི་བ་གནང་རོགས་གྱིས།

ཁྱེད་ཀྱི་སྔགས་དང་ལྡན་པའི་སྒོ་ནས་རང་ཀུན་ནས་བསླང་བའི་སེམས་བཞིན་གྱི་ཇི་ལྟ་བ་བཞིན་དུ་རྣམ་པར་རིག་བྱེད་མ་ཡིན་པ་ཡང་ཡིན། རང་ཉིད་ཀྱི་ཐ་མི་འཇུག་པ། གཟུགས་ལ་རག་ལས་པ་ཡང་ཡིན་པའི་ཞི་དུལ་མ་དམིགས་པ་དེ་རྣམ་པར་རིག་བྱེད་མ་ཡིན་པའི་ངོ་བོ་བརྗེད། འདི་ལ་ཁྱད་ཆོས་འདི་ཚོ་ངོས་བཟུང་དོ། ར་དེའི་ངོ་བོ་ངོས་བཟུང་བ་དེ་ལ་ནི་མཛོད་རྩ་བ་འདི་ཚོ་ཡང་ཡང་དག་ཟིན་པའི་དཔང་ཡང་ཡིན་ལ་སོགས་པ་འདི་ཚོ་གཞུང་དེ་ཚོ་བགྲངས་ཏོ། དེ་ཡིན་ཏེ། ཁྱོད་ཚོ་ཡི་དེ་ནི་བགྲང་སྟངས་ལྟ་བ་ཡིན་ནོ། ར་དེ་ང་ཚོ་གནས་དང་པོ་རྣམས་ལ།

ལུས་ངག་གི་ལས་གཉིས་གཟུགས་ཅན་དུ་བྱེ་བྲག་སྨྲ་བ་དང་མཐུན་འགྱུར་མ་གཉིས་འདོད་ཀྱི་ཡིན། རོ། ལུས་ངག་གི་ལས་དེ་གཟུགས་ཅན་ཏེ་བྱེ་བྲག་སྨྲ་བ་མཐུན་འགྱུར་བ་གཉིས་ཀ་གིས་འདོད་པ་རེད། ད་འདོད་འདོད་པ་དང་སེམས་ཁེགས་པ་མེད་ཕྱིན་གྱིས་ལུས་ངག་གི་བྱ་བ་ལ་འཇུག་པའི་སེམས་ཀྱིས་ཁེགས་པར་འདོད་པ་ཡིན་ཙང་གཟུགས་ཅན་དུ་འདོད་པོ་མ་རེད། ཟེར་ནས་ཁེགས་པ་དེ་ཉེ་བར་བྱེད་དོ། དེ་བཞིན་དུ་དེ་གཉིས་དག་ཡེ་འདོད་པ་ཡི་ག་རེད། རོ།

འདི་དག་བསམ་པའི་ལས་དང་སེམས་པའི་ལས་གཉིས་ཡོད་རེད་བསམ་པའི་ལས་དེ་ལ་ལུས་ངག་གི་ལས་གཉིས་ཡོད་རེད། ལུས་ངག་གི་ལས་ལས་ཡོང་དུས་ལུས་ཡིན་ས་ཡིན་ཏེ། ལུས་རྣམ་ལྔ་ག་རེ་ཡིན། ང་ལ་ད་རྩ་བ་གང་དྲུང་ལ་དེ་དྲུང་ན་རུང་བཞིན་ཨི་སུ་དེ།
ཨོ། ལུས་ལས་དེ་ག་ལུས་ཀྱི་ལས་ལས་དེ། ག་ལ་ད་དབྱིབས་ཁྱད་པར་ཅན་གྱིས་བྱ་གི་རེད་འདི་རུང་བཞིན་བི་ཞེས་ད་ཡོད་བསམ་ས། ཨ་ནི་བསམ། སེམས་པའི་ལས་དེ་གཟུགས་ག་ནས་ཆགས་ཡོད་རེད། བསམ་པའི་ལས་དེ་ངས་ད་ནི་ད་ཡོད་བསམ་པའི་ལས་ག་རེ་བྱ་ས་བསམ་པའི་ལས་དེ་སེམས་པའི་ལས་དེ་གཟུགས་ཡིན་ལབ་ངས་ད་ངས།

དེ་ལས་མ་གཏོགས་ང་ཚོ། ནི། བསམ་པའི་ལས་དེའི་གཟུགས་ཡིན་སྲིད་ཙང་ཞུ། ཐ་ན།
ཤོག་གྲངས་བཅུ་བཞི་བཅུ་བཞིའི་ནང་ལོགས་ལས་ཡ། ནི། སོ་ཐར་གྱི་སྡོམ་པ་ལས་ཡ་རྣམ་པ་རིག་བྱེད། ནི། རྣམ་པ་རིག་བྱེད་ཡིན་དགོས་མིན་ལས་ཡ་ཁྱེད་རང་ཚོ་དེའི། ཡིག་ཆའི་མཁན་པོ་དག་གིས་གསུང་ཚུལ་མི་མཐུན་པ་གནང་བསྡད་ཟིན་གསུང་ཚུལ་མི་མཐུན་པ་ཁ་ཤས་ཤིག་བཀོད་བྱས་ལ། ཡིན་ན་ཡང་རང་ལུགས་ལས་ཡ། ནི། སོ་ཐར་གྱི་སྡོམ་པ་ལས་ཡ་རྣམ་པ་རིག་བྱེད་ཡིན་མིན་གཉིས་ཀ་ཡོད་དམ་མེད་སེ་ག་ཚིག་མི་འདུག་ཁྱེད་རང་ཚོ་ཡི་རང་ལུགས་ལས་ཡ།

དྲི་བ་གཅིག་ཞུས་བྱུང་ད་ལྟ་དེ་ལས་ཡིན་ན་ནི་གཟུགས་ཡིན་པའི་ཁྱབ་བོ་རེད་ཟེར་དུ་ཨ་ད་ལྟ་མཛོད་ཁྲི་ཐར་ལམ་ཟེར་བྱས་རེད་ཕྱིས་མཛོད་རེད་མཛོད་རྩ་བ་ཁོ་རང་རེད་མཛོད་རང་འདྲེ་རེད་དེ་ཚོ་གང་གི་ནང་ལོགས་ལ་ཨ་ནི་ལས་དེ་ལ་ཡ་དེ་ནི་སེམས་པ་དང་དེ་བྱས་ཟེར་དེ་སེམས་པའི་ལས་དེ་དང་སེམས་པའི་ལས་དེའི་བྱས་པའི་ལས་ཟེར་ནི་ལས་གཉིས་དབྱེ་བ་ཆ་ཚང་ཤར་འོང་དུ་ཨོ་དེ་འདྲས་དེ་ག་རེ་ཡིན་མིན་གཅིག་བྱས་འགྲོ་ད་ད་ལྟ་འདི་ན་ཞོགས་གྲངས་བཅུ་གཉིས་ནང་ལོགས་ལ་གར་འདུག་ཟེར་བ་འདི། ལུས་ཀྱི་ལས་དེ་ལ་ཡང་གར་དགོས་རེད་ཟེར་ན་འདི། སེམས་པས་ཀུན་ནས་ལྷག་ཡོད་ལུས་ཀྱི་དབྱིབས་གཅིག་ལ་ལུས་ཀྱི་ལས་བྱ་དགོས་རེད། ར་ད་མཛོད་རྩ་བ་འཇིགས་ཡོང་ད་དེ་འདྲས་ཡིན་པ་ཡིན་ན་ང་ཚོ་ག་རེ་རེད་ཟེར་བ་འདི་ཁོ་བོ་ལུས་ཀྱི་བྱ་བ་ཡོང་དགོས་རེད་བ། ལུས་ཀྱི་བྱ་བ། ལུས་ཀྱི་བྱ་བ་ཡོང་གི་ཡོད་རེད། ཨ་ནི་ཁོ་ག་རེད་ཟེར་ན། ཁོ་དད་པ་བྱས་པ་ཡིན་ན་ཡང་ལུས་ཀྱི་རྣམ་འགྱུར་ཡོང་གི་ཡོད་རེད། ཨ་ནི་ཁོང་ཁྲོ་ཟ་ཡིན་ན་ལུས་ཀྱི་མདོག་དམར་པོ་ཆགས་ད་དེ་འདྲ་ཡོང་གི་རེད་ཁ་དོག་ཡོང་གི་རེད་པ། ལུས་ཀྱི་ཁ་དོག་ཡོང་གི་ཡོད་རེད་ཨ་ནི་ལུས་ཀྱི་བྱ་བ་ཡོང་གི་རེད་དེ་ལ་བརྟེན་ནས། ཕི་གེ་ཏི་གེ་ག་རེད་ཟེར་ན་སྐུ་རླུང་ཡིན་ན་རེད་སེམས་པ་ཡིན་ན་དེ་རིག་ཐུབ་གི་རེད་བ། དེ་ཨ་ནི་ག་རེ་རེད་ཟེར་ན་ལུས་ཀྱི་རྣམ་པ་རིག་བྱེད་མ་རེད་བས། ཨ་ནི་དེ་ཡིན་པ་ཡིན་ན་ཨ་ནི་དེ་དབྱིབས་གང་འདྲ་ཆགས་གི་རེད་ཟེར་བ་དང།

ལས་དེ་ལ་ནི། བསམ་པའི་ལས་དང་བསམ་པའི་ལས་གཉིས་ཡོད་དེ། དང་ལས། ག་ལ་བ་དང་རྟགས་བཞག་པ་རེད། ལས། ག་ཚོད་བསམ་པའི་སེམས་པའི་ཡིད་ཀྱི་ལས་ཀུན་ནས་བསླངས་ནས་ལུས་ངག་གི་ལས་ཡོང་གི་ཡོད་པ། དེ་ཀུན་ནས་བསླངས་ནས་ནི་ལུས་ངག་གི་ལས་དེ་འབྱུང་གི་ཡོད་པ་སོགས་ཀ་ལ་ལས་ཟེར་བཏགས་པ་རེད་མ་གཏོགས་ལས་དངོས་གསུངས་པ་མ་རེད། ད་ལས་ཀྱི་རྒྱུ་དེ་ལ་ད་ག་ལ་བ་དང་ལུས་ངག་གི་ལས་བསགས་པ་ལ་ནི་ཅི་བས་ཅི་བཏགས་རྙེད་ལ་ཀུན་འོང་དེ་ལུས་ངག་ནི་ལས་ཀུན་འོང་དུ་སོང་བའོ་རེད་བྱས་ལས་དེ་ནི་ཡོད་བྱས་ཡིན་ས་རེད། བྱས་ཙང་ད་ལུས་ཀྱི་ལས་ཡིན་ན་དབྱུག་པ་ཡིན་དགོས་ཀྱི་ཡོད་ན།

ཨ་ནི་སྤོམ་པོ་དང་ཡན་ལག་དང་ཉིས་ལག་ཐམས་ཅད་འཕེན་གྱི་རེད། སྤོམ་པོ་འོ་མ་ཇི་ལྟར་སྨྲ་བ་ཡིན་པ་ཡིན་ན་ཨ་ནི་སྤོམ་པོ་དང་ཡན་ལག་དང་ཉིས་ལག་ཐམས་ཅད་འཕེན་གྱི་མ་རེད་མི་ཡི་སྐྱེ་བ་འཕེན་བྱེད་ལས་ཀྱི་མི་ཡི་སྐྱེ་བ་འཕེན་པ་རེད་མ་གཏོགས་དེ་ཁོ་ན་འཕེན་བ་མ་གཏོགས་གཞན་གང་ཡང་འཕེན་གྱི་མ་རེད་ཟེར་བཞིན་དུ་ཨ་ཁྱེད་རང་འདི་ན་བཀོད་དོ་དེ་དེ་ཁ་ཕྱི་བཞག་དོ།

བཀོད་དོ། འོ་འདི་ནི་སྡིག་སྒྲིབ་ཅན་བཀོད་གོ། དེ་ནི་འཕེན་པ་ཅི་བའི་ཕྱིར་སྲིད་མི་སྐྱེ་བ་འཕེན་བྱེད་ལས་ཀྱི་བར་དོ་གི་ལུས་དང་སྐྱེ་བའི་ལུས་གཉིས་ཀ་འཕེན་བྱེད་ཡོད་ན། ནི་བསྔོ་བ་གོ་འོ་མིག་གི་བསྔོ་བ་མཛོད་ཀྱི་སྐབས་ལ་ཡང། ནི་འཕེན་བྱེད་ལས་གཅིག་གིས་སྐྱེ་བ་མ་གཏོགས་གང་ཡང་འཕེན་གྱི་མ་རེད་སྲིད་དོ། དེ་འཕེན་ཟེར་དེ་ག་རེ་ཟེར་ན་བསྔོ་བ་གོ་མ་གི་ལུས་རེད་ལབ་དོ། ནི་འཕེན་པ་ཅི་བའི་ཕྱིར་ལས་ཀྱི་བར་སྲིད་ཀྱི་ལུས་དང་གང་ག་ནི། ནི་ག་རེ་ད་འཕེན་བྱེད་ཀྱི་ལས་གཅིག་རེད་ལབ་དགོས་པ་རེད། འཕེན་བྱེད་ལས་གཅིག་གིས་འཕངས་པའི་ཕྱིར་རྒྱུ་མཚན་བཀོད་ཡོད་པ་ང་ཚོ་དེ་ཏེ་འདི་ག་དོ།

ལྟར་རྣམ་པར་རིག་བྱེད་ཤེས་ཡོངས་རྫོགས་པ་ལ་རྣམ་པར་རིག་བྱེད་དེ་ལ་ནི་ལུས་ཀྱི་རྣམ་པར་རིག་བྱེད་དང་ངག་གི་རྣམ་པར་རིག་བྱེད་གཉིས་དྲངས་ཏོ། ལུས་རྣམ་རིག་བྱེད་དབྱིབས་སུ་བསྡུས། ངག་རྣམ་རིག་བྱེད་ནི་སྔར་གྲགས་ཟེར་ན་ར་ལུས་ཀྱི་རྣམ་པར་རིག་བྱེད་དེ་ལ། ཨ་འདི་བཞག་གི་རེད་ཟེར་ར་དབྱིབས་དང་བྲོ་བ་དང་ཕྱག་འཚལ་བ་ལག་སོགས་པ་དེ་བཀོད་དོ། རྟགས་ངག་གི་རྣམ་པར་རིག་བྱེད་གསལ་ཏེ་ངག་རྣམ་རིག་བྱེད་ནི་སྔར་གྲགས་ཟེར་ན་སྒྲ་ཡི་རང་བྱས་ཀྱི་ལ་བཞག་གི་རེད། དེས་ན་ང་ཚོ་རྣམ་པར་རིག་བྱེད་ཀྱི་ངོ་བོར་གྱུར་པའི་སོ་ཐར་གྱི་སྡོམ་པ་བྱས་ར། རྗེས་སུ་ལུང་གི་སྡོམ་པ་བྱས་ར། འོ་དེ་ག་རེ་ཟེར་ན་ལུས་ཀྱི་རྣམ་པར་རིག་བྱེད་དང་ངག་གི་རྣམ་པར་རིག་བྱེད་གང་རུང་ག་རེ་རེད་དེ་དང་པོ།